དེ་དང་ལྷན་དུ་ནི་ཅིག་ད་ལོ་སར་གི་ནང་ལ་བུ་མེད་ཙི་བུ་ཅིག་ལོ་སར་གི་སྡེར་ཁང་བསྒྲིགས་ད་ཡིན་ན་རེད་ཅིག་ད་ཅིག་ལོ་སར་བརྩི་སྲུང་བྱེད་ད་ཡིན་ན་རེད་ད་ཅིག་དེ་འདྲའི་སྐོར་ལ་ནི་ཅིག་ང་ཚོ་གིས་ནི་ད་ཅིག་དེ་དང་འབྲེལ་བའི་སྐོར་ལ་ནི་ང་ཚོ་གིས་ཅིག་བཅར་འདྲི་ཅིག་ཞུ་གི་ཡོད་ནི་ད་ལྟ་ཡིན་ན་ནི་ཅིག་ང་ཚོ་དེ་ལ་ནི་རྣམ་རྒྱལ་གྲྭ་ཚང་གིས་ནི།

གི་བརྩི་སྲུང་བྱེད་སྟངས་སོགས་རེ་མ་འདྲ་བ་དེ་སྤྱི་ཡོངས་ཀྱི་ཆ་ནས་ག་རེ་བྱུང་བས་ན། ད་ལྟ་ཁྱེད་རང་གིས་གསུངས་པ་ན་ཞིག་རེད་སྤྱི་ཡོངས་ང་ཚོ་ད་རྒྱལ་རབས་ལོ་རྒྱུས་དག་དེབ་སྐྱེལ་ཁག་གིས་དཔྱད་གཞི་གཞི་བཞག་བྱས་པ་ཡིན་ན་ད་བོད་པའི་ང་ཚོ་ལོ་གཅིག་གི་ལོ་འགོ་འཛིན་ཚུལ་དེ་ལ་ཡང་ད་ད་ད་རིགས་མ་འདྲ་ཅིག་གི་ཁག་བརྒྱད་ད་ཡོད་རེད། ད་དེ་ཐོག་མར་བོད་ཟླ་བརྒྱད་པ་ནས་བྱེད་པ་ཅིག་གིས་བོད་ཟླ་གསུམ་པ་བར་དུ་ཁེགས་ཡོད་རེད་དཔེར་ན་བོད་ཟླ་གསུམ་པའི་དབང་དུ་བཏང་པ་ཡིན་ན་ནག་པ་ལྟ་བའི་ཚིག་གིས་ལྷ་མོ་བྱས་པས་དུས་རྒྱུན་གོ་ལྷོད་ལོ་བཞི་བརྒྱ་བྱས་པ་ཡིན་ན་བོད་ཟླ་གསུམ་པའི་ཚེས་པ་གཅིག་ལ་ཡང་ལོ་གསར་དང་ལོ་འགོ་ཁེལ་གྱི་ཡོད་པ་དེས་ན་གཞི་བདག་ང་ཚོ་གཞུང་ལུགས་ཁག་གི་རྗེས་བཞི་བརྒྱ་བྱས་པ་ཡིན་ན་ཡང་ལོ་འགོ་འཛིན་ཚུལ་དེ་ལ་ཡང་རིགས་མང་དག་རྒྱས་ཡོད་རེད། ཡིན་པས་ན་ད་ད་ལྟའི་སྐབས་ལ་ཆ་བཞག་པས་ན་བོད་གངས་ཅན་གྱི་ལྗོངས་ལ་ཡང་ལོ་གསར་གཏོང་སྲོལ་གྱི་དབང་དུ་བཏང་པ་ཡིན་ན་ཡང་ལོ་འགོ་འཛིན་ཚུལ་རྒྱས་གནང་ནས་ལོ་གསར་གཏོང་སྲོལ་དེ་ཁག་ཆེན་པོ་གཅིག་གི་གཞི་རེད།

སྔ་མའི་ལུགས་ཟེར་དེའི་ལུགས་བཤད་བྱས་པ་ཡིན་ན་བོད་ཟླ་བཅུ་པའི་ནང་ལོགས་ལ་ནི་ལོ་མགོ་འཁེལ་གི་ཡོད་རེད། དེ་ཙམ་མ་ཟད་ཡང་ང་ཚོ་བདུད་རྩི་རྔ་མ་ཁ་ཅིག་བྱས་གསུང་བ་ནང་བཞིན་གྱི་ད་དུ་བའི་གཞུང་བདག་ཅག་གི་སྟོན་པས་གསུང་བའི་དུ་བའི་གཞུང་རེད་དེའི་རྗེས་ཆེ་ནི་པན་ཆེན་ད་ལྟ་ཤཱཀྱ་ཤྲཱི་རི་ས་སྐྱ་པན་ཆེན་དེ་ནང་བཞིན་རྗེ་ཙོང་ཁ་པ་ཆེན་པོ་ལ་སོགས་པ་དུ་བ་ཚན་པ་ཁོ་ན་ཚོའི་ལུགས་བཤད་བྱས་པ་ཡིན་ན་བོད་ཟླ་བཅུ་པའི་ནང་ལོགས་ལ་ནི་ལོ་མགོ་འཁེལ་གི་ཡོད་རེད་དེ་དང་འབྲེལ་ནས་ནི་ཀོང་པོ་ལི་ཡ་ཡང་ང་ཚོ་རྩིས་ད་ད་དུ་ཚོའི་རྒྱབ་ལྗོངས་ལ་བལྟས་ནས་ནི་ལོ་སར་དང་ད་ཅིག་གཉིས་པ་དེ་དུས་རབས་བདུན་པའི་སྐབས་ལ་ཆོས་རྗེ་སྲོང་བཙན་སྒམ་པོའི་སྐབས་ལ་ཀོང་པོ་ལ་ཡང་དམག་ཡོང་ནས་ད་དུང་དམག་ད་དུང་མཐར་སྐྲོད་བཏང་དགོས་ཀྱི་ཡོད་པ་ཡིན་ཙང་མཐར་སྐྲོད་བཏང་ག་ལ་མོ་དེ་ལ་ང་ཚོ་ལོ་སར་འཁེལ་གྱི་ཡོད་པ་ཡིན་ཙང་ལོ་སར་མ་བཏང་ཆེད་དམག་བརྒྱབ་པ་ཡིན་ན་དམག་མིའི་སེམས་ཤུགས་ད་དུང་ཆེ་ར་མེད་པ་བྱས་ལོ་སར་ལ་ཡང་སེམས་ཆགས་ཀྱི་ཡོད་པ་ཡིན་ཙང་ཀོང་པོ་ཨ་རྒྱའི་རྒྱལ་པོས་དམིགས་བསལ་ཐབས་ཇུས་མཁས་པོ་བྱས་ཐབས་མཁས་པོའི་ཐོག་ནས་ང་ཚོ་ལོ་སར་མ་བཏང་ནས་འགྲིག་གི་མ་རེད་དམག་མ་བརྒྱབ་ནས་འགྲིག་གི་མ་རེད་དེ་ལྟར་ང་ཚོ་ལོ་སར་བཏང་དགོས་རེད་དམག་བརྒྱབ་དགོས་རེད་དམག་མིའི་སེམས་ཤུགས་འཕར་བར་ཆེད་དུ་ལོ་སར་དེ

དེ་དེ་ཡིན་པ་ཡིན་ཙང་ད་ང་ཚོ་དབུས་དང་གཙང་གི་གོང་དུ་ནས་ལོ་སར་དེ་ལོ་སར་མ་རེད་ཁོ་ནས་གཏམ་པས་དེ་འདྲས་ཅིག་ཟུར་ཟའི་ཚུལ་དུ་ལོ་སར་དེ་ལ་མིང་ཐོགས་ཅིག་ལ་ཡང་ཏོ་ལེ་ལོ་སར་ཟེར་ཞིག་ཁོ་ཚོ་གྲོད་ཁོག་ཏོག་ནས་ལོ་སར་ལྔ་སྟོང་བྱས་པ་རེད་ཟེར་གི་དེ་འདྲས་མིང་ཐོགས་ཅིག་བཏགས་ནས་ཁོ་སྤྱི་ཚོགས་ཁང་ལ་བུད་སྲོལ་ཡོད་པ་དེ་ཅིག་ཆགས་བསྡད་པ་རེད། ད་དེ་ནས་གསུམ་པ་དེ་ང་ཚོ་བསོད་ནམས་ལོ་སར་ཟེར་དེ་རེད་ད་ཁྱབ་ཆེ་ཤོས་དེ་བསོད་ནམས་ལོ་སར་དང་བོད་ཟླ་དང་པོའི་རྒྱལ་པོ་ལོ་སར་གཉིས་ཆགས་ཡོད་རེད་ད་བསོད་ནམས་ལོ་སར་གི་རྒྱབ་ལྗོངས་ལོ་རྒྱུས་ལ་བལྟས་པ་ཡིན་ན།

སྐབས་ལ་ཞིང་པས་ང་ཚོ་ཞིང་ལས་བྱེད་ཡག་གི་དུས་ཚོད་ཁེལ་གྱི་ཡོད་པ་ཡིན་ཙང་ལོ་སར་ལྷོད་ལྷོད་བྱེད་བཏང་ཡག་གི་རེ་འགས་ཡོང་མ་ཏི་འདི་ཞིང་པ་དེ་གས་ལོ་ཁ་སེར་ད་ཟླ་བ་གཅིག་གི་སྔོན་ལ་བཏང་ནས་དེའི་ལོག་སེར་འདྲ་པོ་བྱས་པ་ཡིན་ན་ང་ཚོ་སོ་ནམ་ལོ་སར་བྱས་གི་ཁ་ད་ཞིང་པའི་ལོ་སར་ཟིག་ཡོད་རེད་འབྲོག་པའི་ཁུ་ལ་ཆ་བཞག་པ་ཡིན་ན་ང་ཚོ་འབྲོག་པའི་ལོ་སར་ཟེར་ཡག་ཅིག་ད་ཡང་ན་མིང་གཞན་དག་ཅིག་ལ་ཡང་བེའུ་ལུག་ལོ་སར་བྱས་ཅིག་ཡང་འབྲོག་པ་ཚོའི་ལོ་སར་དེ་སོ་ནམ་ལོ་སར་དང་སྟབས་བསྟུན་ནས་བཏང་གི་ཡོད་རེད་དེ་འདུས་འདི་ཁྱབ་ཆོས་ཅིག་འདི་ཞིང་འབྲོག་གཉིས་ཀྱི་འབྲོག་པས་བཏང་ཡག་སྐབས་ལ། བོད་ལུགས་ལོ་སར་ཆེད་ཞིང་པས་བཏང་བའི་སྐབས་ལ། ང་ཚོ་བསོད་ནམས་ལོ་སར། ད་དེའི་ནང་ལ་ཆོལ་ཁ་གསུམ་གང་བཏང་བའི་ནང་དབུས་གཙང་དབུས་གཙང་གཉིས་ནང་ལ་གཙང་གི་ནང་ལ་ཡང་ད་ཁྱབ་ཆེད་བཏང་གི་ཡོད་པ་ཡིན་ཙང་ཕྱིས་སུ་ད་ང་ཚོ་སྤྱི་ཡོངས་ཀྱི་མིང་གི་ཟུར་ཆག་པ་ཟེར་ནས་མི་འདུག་འགྱུར་བ་ཕྱིན་ནས་གཙང་པའི་ལོ་སར་ཟེར་གི་འབོད་སྟངས་དེ་བྱུང་བ་རེད། དེ་དུས་ད་དུང་ཚོ་ཡང་ང་ཚོ་ཕྱི་ཟླ་རྒྱལ་རབས་ལོ་རྒྱུས་ལས་ཁ་ལ་བལྟས་པ་ཡིན་ན་དུས་རབས་བརྒྱད་པའི་ནང་ལོ་ནས་ཡིན་པ་ཡིན་ཙང་ལོ་ཆིག་སྟོང་ཉིས་བརྒྱ་ཡན་ཅིག་བར་གྱི་ལོ་རྒྱུས་ཡོད་པ་དེ་འདྲ་ཅིག་ཆགས་ཡོད་རེད། ད་དེ་ནས་ལོ་གསར་བཏང་སྲོལ་བཞི་པ་འདི་ད་ད་ལྟ་ང་ཚོས་ཡོངས་གྲགས་ཀྱི་ཁྱབ་ཆས་བོད་རྒྱལ་ཁབ་རང་གི་ངོ་བོའི་ཐོག་ནས་སྲུང་བརྩི་བྱེད་སྟངས་ཏེ་བོད་ཟླ་དང་པོའི་ལོ་གསར་ད་དེ་ལས་ཡོངས་གྲགས་ང་ཚོ་རྒྱལ་པོ་ལོ་གསར་ཟེར་གྱི་བ་རེད། དེ་ཡིན་དུས་འདི་ད་ང་ཚོ་ཡང་རྒྱབ་ཆུང་གི་ལོ་རྒྱུས་སྒང་བལྟས་པ་ཡིན་ན་ད་དུས་རབས་བཅུ་གསུམ་པའི་ན་ལོ་ལ་ང་ཚོ་ཧོར་ད་བྱིངས་ཀྱི་རྒྱལ་པོས་བོད་ཀྱི་ད་མཐའ་མཚམས་ལ་དོ་ཚོ་ལ་ཡང་དབང་བསྒྱུར་བྱས་ནས་བོད་ཁྲི་སྒོ་བཅུ་གསུམ་ལ་སོགས་པ་འདི་རྒྱལ་སྤྲུལ་པ་ཆོས་རྒྱལ་འཕགས་པ་ལ་ཡང་ཕྱག་ཏུ་ཕུལ་བ་ལ་སོགས་པ་དེ་རིང་བྱུང་བ་རེད། དེའི་སྐབས་ལ་ཧོར་ད་ལྟ་རྒྱལ་པོས་མི་ཉག་ལ་སོགས་པ་དོ་ཚོ་དབང་དུ་བསྡུས་ནས་དེའི་མི་ཉག་དབང་དུ་བསྡུས་པའི་རྟེན་འབྲེལ་གྱི་སྐབས་ལ་རྒྱ་ནག་གི་ད་ལྟ་ཧོང་ལི་ཙི་དང་ང་ཚོ་ཧོར་གྱི་ད་ལྟ་ཧོར་ཟླ་དང་པོ་ལ་ཡང་བོད་ཟླ་དང་པོ་འདི་ལ་ཧོར་ཟླ་དང་པོ་བསྒྱུར་རེད་དེ་སྐབས་དེ་དུས་དེའི་རྟེན་འབྲེལ་གྱི་ཚུལ་ལ་བསྒྱུར་ནས་ཡོངས་ཁྱབ་ལ་ཡང་ང་ཚོ་ད་དུས་རབས་བཅུ་གསུམ་པའི་ཨེ་ན་ལོ་ལ་ཏེ་ཆིག་སྟོང་ཉིས་བརྒྱ་ལྔ་བཅུའི་ནང་ལ་ང་ཚོ་ས་སྐྱའི་བོད་ལ་ཡང་ད་དབང་བསྐུར་བྱས་པའི་རྗེས་ལ་ཨེ་ནི་ལོ་སར་ཚེས་པ་བཏང་ཡང་དེ་ང་ཚོ་བོད་ཟླ་དང་པོ་ནས་བཏང་ཡང་གི་ད་རྒྱལ་ཁྱབ་ཀྱི་མ་བཀའ་གནང་ནས་དེ་ནས་མིང་ལ་ཡང་ང་ཚོ་རྒྱལ་པོ་ལོ་སར་ཟེར་ཏེ་འགོ་ཚུགས་པ་རེད་དེ་ནས་ཆད་པ་ཡིན་ན་ཕ་ཆེ་ལོ་བདུན་བརྒྱ་ལྷག་ཅིག་ལོ་རྒྱུས་རེད་ད་དེ་ནས་དེ་གཅིག་པོ་ཙམ་མ་རེད་ཡང་ང་ཚོ་བོད་ཀྱི་སྤྱི་ཡོངས་ཀྱི་བོད་རང་གི་ང་ཚོ་རྒྱལ་རབས་ལོ་རྒྱུས་གང་ལ་ཡང་ལོ་སར་བཏང་ཡང་གི་འགོའི་དབང་དུ་བཏང་པ་ཡིན་ན་བོད་ཀྱི་རྒྱལ་རབས་དགུ་པ། རྒྱལ་པོ་པུ་ཏི་གུང་རྒྱལ་གྱི་སྐབས་ལ་ཨེ་ནི་ལོ་སར་ཐོག་མར་ཏང་ཡག་གི་འགོ་ཚུགས་པ་དེ་རྒྱལ་རབས་ལོ་རྒྱུས་ཁག་ལ་འཁོད་བསྡད་ཡོད་རེད་དེ། ཏང་ཡག་འདི་ང་ཚོ་ལྷོ་ཁའི་ནགས་རོལ་ལ་ད་ལྟ་ཡར་ལ་ཤམ་པོ་བྱས་བྱས་བོད་གངས་ཅན་གྱི་ལྗོངས་ཀྱི་ད་ང་ཚོ་སྤྱི་ཡི་དགུ་ལ་བཅུ་གསུམ་ལ་སོགས་པ་དུ་མཚོའི་ནགས་རོལ་ནས་ད་ཡར་ལ་ཤམ་པོ་དེ་ང་ཚོ་ཡུལ་ཡར་ཀླུང་ལ་བརྟེན་ནས་ལྷ་ཡར་ལ་ཤམ་པོ་བརྟེན་དགོས་རེད་ཟེར་དེ་རེད་དེ་ཡིན་དུས་འདིའི་སྐབས་ལ་ཨེ་ནི་རྒན་མོ་ད་ད་བལ་མ་ཟེར་བྱས་རེད་དེའི་རྩིས་ཀྱི་ཟླ་རྩིས་ཟེར་ཅིག་ག་ད་ཟླ་བའི་སྐར་ཆའི་དང། དེའི་འཕེལ་འགྲིབ་དང་ཨེ་ནི་རྒྱུ་གར་གྱི་འཁོར་རྒྱུག་ལ་བརྟེན་ནས་ཨེ་ནི་ཟླ་བ་དང་ཚེས་གྲངས་ཚད་ཀྱི་འགོ་ཚུགས། དེའི་སྐབས་ལ་ཨེ་ནི་ལོ་གཅིག་ལ་ཡང་ང་ཚོ་དབྱར་དགུན་སྟོན་དཔྱིད་ཀྱི་དུས་ཚོད་བཞི་ལ་དབྱེ་བ་ཕྱེ། དུས་ཚོད་བཞི་ལ་དབྱེ་བ་ཕྱེ་བའི་སྐབས་ཀྱི་དཔྱིད་ཀའི་དུས་ཚོད་དེ་ལྷོ་ཁ་ཡར་ལ་ཤམ་བུ་ཨེ་ནི་ཁམ་བུའི་སྡོང་བུ་ལ་ཡང་མེ་ཏོག་ཤར་རེ་དང་ཨེ་ནི་དེ་ནས་དཔྱིད་ཀའི་དུས་ཆེན་དང་ཡང་གི་འགོ་ཚུགས་པ་རེད། དེ་ནས་ཕྱེད་པ་གཅིག་གི་ལོ་སར་དང་ཡང་གི་འགོ་ཚུགས་པ་ཡིན་ཟེར་ལབ་ཡོད་རེད་སྐབས་དེ་དུས། རྒྱལ་པོ་པུ་ཏི་གུང་གིས་ཆ་བཞག་པ་ནས་རི་རྩེ་ལ་ཕྱིན་ནས་རི་སྐོར་བརྒྱབ་ཡ་དང། སྐབས་དེ་དུས་གཡའ་སངས་ཁུལ་ལ་ཡང་མང་ཚོགས་ཚོ་འཛོམས་ཆེད། རྟ་རྒྱུག་གི་འགྲན་བསྡུར་ཆེད་དང་དར་ལྕེའི་འགྲན་བསྡུར་ཆེད་གླུ་གཞས་ཀྱི་འགྲན་བསྡུར་ཆེད་སོགས་པ་དེ་འདྲས་ཀྱི་ལོ་སར་ཐོག་མར་དེ་ནས་བཏང་ཆེད་དེ་ནས་ད་ལྟ་བར་དུ་ང་ཚོ་ལོ་སར་བཏང་ཡས་འགོ་ཚུགས་པ་ཡིན་གསུང་གི་རེད་དེ་འདྲས་བྱས་པ་ཡིན་ན་ལོ་སར་བཏང་ནས་ད་ལྟ་བར་དུ་ལོ་ཉིས་སྟོང་བརྒྱ་དང་བཅོ་བརྒྱད་དེ་འདྲས་ཅིག་གི་ད་སྤྱི་ལོའི་སྔོན་གྱི་ལོ་བརྒྱ་སྔོན་ནས་ལོ་སར་བཏང་ཡས་འགོ་ཚུགས་ནས་ད་ལྟ་བར་དུ་ང་ཚོ་ལོ་རྒྱུས་ལ་བལྟས་པ་ཡིན་ན་ལོ་རྒྱུས་ཧ་ཅང་རིང་པོ་ཅིག་དེའི་དུས་ད་ང་ཚོ་གོང་ལ་ཞུགས་ན་ཞིག་བོད་ཁྱོན་ཡོངས་ལ་ཆ་བཞག་པ་ནི་ལོ་སར་སྟངས་སྟངས་ཀྱི་རིགས་ཆེན་པོ་བཞི་རེད། རིགས་ཆེན་པོ་བཞི་བལྟས་ཡོང་དུས་ང་ཚོ་བོད་ཁྱོན་ཡོངས་ཀྱི་གཅིག་གྱུར་གྱི་ལོ་སར་སྟངས་སྟངས་ཅིག་ཡོད་མ་རེད། ཡིན་པས་ཡིན་ནའི་བཞི་པོ་དེ་ལ་བལྟས་ནས་ང་ཚོས་ག་རེ་མཚོན་ཐུག་པ་རེད་ཟེར་བ་ཡིན་ན། བོད་ཀྱི་ལུང་པ་སོ་སོའི་ཆོས་ལུགས་གྲུབ་མཐའ་ཁག་ཡིན་ནའི་རེད། དེ་མ་ཡིན་པའི་ང་ཚོ་རྒྱབ་ལྗོངས་ཀྱི་རིག་གཞུང་གི་ཁུངས་དང་ལུང་ཡོད་པ་གཅིག་ཆགས་ཡོད་པ་རེད་མ་གཏོགས་ཁུངས་མེད་ལུང་མེད་དང་གང་ཟག་སོ་སོ་དང་ལུང་པ་སོ་སོས་གསར་གཏོད་བྱས་པ་རང་དགར་གསར་གཏོད་བྱས་པ་དེ་འདྲས་མ་རེད་དེ་འདྲས་ཡིན་དུས་དེ་ན་ཞིག་གི་ང་ཚོ་ས་ཆའི་གནས་བབ་ས་ཆ་ཐུ་མེད་ལ་བལྟས་ནས་ད་ཅིག་ང་ཚོ་སོ་ནམ་དུ་ས་བཏང་ཡང་ཆོག་པ་ད་དུང་ས་ཆའི་གནས་བབ་ལ་བལྟས་ནས་ཡང་ང་ཚོ་ཞིང་ལས་ཐོན་སྐྱེད་ཀྱི་ལས་ཀའི་སྐོར་གཙོས་ལ་སོགས་པ་དེ་འདྲའི་དབང་གིས་ལུང་པ་སོ་སོས་ཚོའི་ཐུན་མོང་མ་ཡིན་པའི་ཐོག་ནས་ཡང་ལོ་སར་བཏང་ཐག་གི་རིགས་ཆེན་པོ་བཞི་བྱུང་ཡ་དེ་དེ་འདྲས་ཅན་བྱུང་བ་རེད། དེ་ལོ་སར་གྱི་སྡེར་ཁའི་ནང་ནས་བཅོས།

ད་གང་དུ་སོ་སོ་གི་སོར་རྒྱུས་ཀྱི་འགྲོ་སྟངས་དེ་ཤུལ་བཞག་བྱས་ནས་གང་དུ་ལོ་སར་བཏང་ཅིག་སླེབས་ཡོད་ར་ཨ་ནི་དེའི་འཕྲོ་ནས་ཅིག་ད་འདི་ད་འདི་ཆ་དགེ་ལགས་ཀྱིས་ཅིག་ཅིག་གི་ལོ་སར་བཏང་བཏང་བཏང་དེ་རེ་ལ་ཅིག་ཁྱད་པར་འགྲོ་བ་སུ་མཐོང་གི་དེ་ལས། ད་ང་ཚོ་ད་གཞི་གོང་ལ་ཁྱེད་རང་ཀིར་རྣམ་ལ་ཞེས་རེད་ད་སྤྱི་ལོའི་སྔོན་གྱི་ལོ་བརྒྱ་ནས་ད་ང་ཚོ་བོད་ཀྱི་རྒྱལ་པོ་དགུ་པ་པུ་ཏི་གུང་རྒྱལ་ནས་བྱས་པ་ཅིག་ལོ་སར་བཏང་ནས་ད་ད་ལྟ་བར་དུ་ལོ་ཉིས་སྟོང་བརྒྱ་ལྷག་ཙམ་ཞིག་གི་ལོ་རྒྱུས་ཡོད་པས་ད་དེའི་བརྒྱུད་རིམ་ནང་ལོ་བལྟས་པ་ཡིན་ན་ལོ་སར་བཏང་སྟངས་དང་ལོ་སར་གྱི་གྲ་སྒྲིག་བྱེད་སྟངས་དང་ལོ་སར་གྱི་སྲུང་བརྩི་བྱེད་སྟངས་དང་དུ་ལ་ཡང་འགྱུར་བ་ཤུགས་ཆེན་པོ་ཞིག་ཕྱིན་ཡོད་པ་རེད། གང་ཡིན་ཟེར་ན་དཔེར་ན་ང་ཚོ་ད་ལྟའི་བོད་ཟླ་དང་པོའིནང་ལོ་ལ་ལོ་སར་བཏང་ཡང་རྒྱལ་པོ་ལོ་སར་གྱི་དབང་དུ་བཏང་པ་ཡིན་ན་ལོ་སར་ཚེས་པ་གཅིག་ལ་ཡང་བླ་མ་ལོ་སར་གཉིས་ལ་ཡང་རྒྱལ་པོ་ལོ་སར་གསུམ་ལ་ཡང་ཆོས་སྐྱོང་ལོ་སར་ཞེས་དང་ཚོ་ནི་བོད་ལ་དུས་ཕྱིས་སུ་ང་ཚོ་བོད་ཀྱི་རྒྱལ་རིགས་མྱུར་ཚབས་སྐྱེས་པ་ལྷ་ཐོ་ཙེ་རི་གཉན་ཚའི་སྐབས་ལ་ཡང་དམ་པའི་ཆོས་ཀྱི་དབུ་བརྙེས།

ཆོས་ཕྱོགས་དང་འབྲེལ་བའི་དོན་ཆེན་གཅིག། ཆབ་སྲིད་དང་འབྲེལ་བའི་དོན་ཆེན་གཅིག། དམངས་ཁྲོད་ཀྱི་བྱེད་སྒོ་དང་འབྲེལ་བའི་དོན་ཆེན་རིགས་གཅིག་ཡོད་པ་ཡིན་ཙང་ད་ང་ཚོ་ལོ་སར་གྱི་ཚེས་པ་གཅིག་གཉིས་གསུམ་ཟེར་དུས་དུ་མང་ཆེ་ཆོས་ཕྱོགས་དང་འབྲེལ་བ་དང་དམངས་ཁྲོད་དང་འབྲེལ་བའི། གཅིག་ཆགས་ཀྱི་ཡོད་རེད་དེ་ཡིན་དུས་ཆོས་ཕྱོགས་དང་འབྲེལ་བ་དེ་མང་ཆེ་ང་ཚོ་སྤྱི་ཡོངས་ཀྱི་དུས་ད་ཆར་ཆ་བཞག་པ་ཡིན་ན་ནང་པ་སངས་རྒྱས་པའི་ཆོས་ལུགས་དར་སྤེལ་བྱུང་བའི་རྗེས་ལ་ཡང་དེ་དང་བསྟུན་ནས་ཨ་ནི་ལོ་སར་སྲུང་བརྩི་བྱེད་སྟངས་ལ་ཡང་འགྱུར་བ་ཆེན་པོ་གཅིག་ཕྱིན་ཡོད་རེད། དེ་མ་ཡིན་པའི་བོད་རང་གི་གདོད་མའི་ཆོས་ལུགས་འོག་ཏུ་བཏང་པ་ཡིན་ན་ད་ཅི་ང་ཚོ་ལོ་འགོ་འགྲིག་སྟངས་ལ་སོགས་པ་དེ་ནང་བཞིན་ཁབ་ཚད་དེ་ག་སྒྲིག་དང་དོན་གཙོ་བོད་རང་གི་གདོད་མའི་ཆོས་ལུགས་གཡུ་འབྲུག་བོན་གྱི་ཆོས་ལུགས་ཀྱི་ལོ་སར་སྲུང་བརྩི་བྱེད་སྟངས་དང་འབྲེལ་བ་བྱུང་ནས་དེའི་རྒྱུན་ད་ལྟ་བར་དུ་ལྷག་བསྡད་པ་གཅིག་ཆགས་ཡོད་རེད་དེ་ཡིན་དུས་ང་ཚོ་ཆོས་ལུགས་ཆ་བཞག་པས་ན་གཡུ་འབྲུག་བོན་དང་ནང་ཆོས་དབང་གིས་ཡང་ང་ཚོ་ལོ་སར་སྟངས་དག་ལས་འགྱུར་བ་ཕྱིན་པ་གཅིག་ཡང་ཆབ་སྲིད་དབང་དུ་བཏང་པས་ཡིན་ན་ཡང་ང་ཚོ་རྒྱལ་པོ་ལོ་སར་ཟེར་དོན་གཙོ་བོད་རང་གི་དང་རྒྱལ་ཁབ་རང་གི་ངོ་བོའི་ཐོག་ནས་སྲུང་བརྩི་བྱེད་སྟངས་དབང་དུ་བཏང་པས་ཡིན་ཙང་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་ཁ་ཚ་དང།

དེ་ནས་རྒྱལ་མཆོག་ལྔ་པ་ཆེན་པོའི་གཅིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གཉིས་ལོ་ལ་བུ་བཞུགས་དགའ་ལྡན་ཕོ་བྲང་གི་དང་ཆབ་སྲིད་དབུ་བརྙེས་པ་ནས་བྱས་པ་ཅིག་བུ་བཞུགས་དགའ་ལྡན་ཕོ་བྲང་གི་ལོ་གསར་གྱི་གཞུང་འབྲེལ་གྱི་མཛད་སྒོའི་ཐོག་ལ་ཡང་མ་གཅིག་པ་དེ་ལམ་ལ་ཡང་ཟབ་གསོལ་གསུང་སྟངས་དེ་དེ་ཡིན་ཏེ་ཕྱི་དང་ང་ཚོ་ཆབ་སྲིད་དང་འབྲེལ་བ་བྱུང་སྟངས་དང་ཕྱིས་སུ་ལོ་གསར་ལ་ཡང་འགྱུར་བ་འགྲོ་སྟངས་དེ་འདྲ་གི་དང་མང་པོ་ཅིག་ཆགས་བསྡད་ཡོད་རེད། དགེ་ལགས་ཨང་གཉིས་ད་ལྟ་དེ་འདུག་ལ་ད་ལྟ་རྩིས་སྤྲོད་ཁ་ཤས་ཤིག་ཞུ་ཞུ་བྱ་དགེ་ལགས་དེ།

དེར་ཡང་ང་ཚོ་བོན་སྒོས་ཨམ་ཆོས་དང་ཉབ་ཞག་དང་སྨུག་རྡུགས་དང་སྤིན་རྡོ་དང་ཉབ་ཞག་གོ་མ་ལ་སོགས་པ་དེ་འདྲའི་གི་རིམ་པ་མང་པོ་ཞིག་བཟོས་ནས་འབྲི་སྐད་འདིའི་གསུང་སྟངས་རིགས་གཉིས་ཡོང་གི་ཡོད་རེད། གཅིག་དེ་ང་ཚོ་བོད་རང་གི་གདོད་མའི་ཆོས་ལུགས་དེ་གཡུང་དྲུང་བོན་གྱི་ཆོས་ལུགས་ཡིན་པ་ཡིན་ཙང་དེའི་སྐབས་ལ་ཡང་ད་ལོ་སར་སྲུང་བརྩི་བྱེད་སྟངས་དང་དཔེར་ན་ད་ང་ཚོ་གཡུང་དྲུང་བོན་རང་གི་གཞུང་དེ་འདྲའི་ཡོག་མ་རེད་ཡིན་ནའི་ནང་ཆོས་ཀྱི་ཕ་མིང་བཏགས་པ་དེ་འདྲའི་བོན་ལ་ཡང་དཀར་ནག་ཁྲ་གསུམ་སེར་ལ་སོགས་པ།

དེང་དུས་ཞིང་འབྲོག་གཉིས་ཀྱི་ནོར་ནས་ད་ང་ཚོ་མང་ཆེ་དེ་སོ་སོའི་ཁར་གཡུ་འབྲུག་བོན་གྱི་ཆོས་ཅན་ཡིན་ན་རེད་ནང་ཆོས་ཕྱི་སྐད་ཡིན་པ་ཡིན་ན་རེད་ཁོ་འགྲོ་སྟངས་ཐོག་ནས་སོ་སོའི་བཟའ་ཡག་གི་ཕུད་དེ་རྗེས་ནི་ཀུན་སྤྱོད་ལ་ཡང་ཐོག་མར་ཆུ་བ་ཕུད་ཡ་དེ་ཁོ་ང་ཚོ་ནང་པ་རང་གི་ཐུན་མོང་མ་ཡིན་པའི་འགྲོ་སྟངས་ཡིན་པ་ཡིན་ད་དེའི་ཆ་ནས་ཡང་ཆུ་བ་ཕུད་ནི་དེའི་འགྲོ་སྟངས་རེད་ཟེར་གྱི་བ་དེ་ག་འདྲ་རེད་ཟེར་ལབ་པ་ཡིན་ན་དཔེར་ན་ང་ཚོ་འབྲོག་པའི་ཐུན་གོ་ལ་ཡང་ནི་ཤ་མ་ཐུད་གསུམ་རེད་དེའི་ནོར་ལས་ད་ཤའི་ནོར་ལ་ནས་དམིགས་བསལ་ང་ཚོ་ལུག་དེ་ལ་ཡང་དབྱང་ཀ་ལུགས་ཟེར་བྱས་བྱས་མིང་གི་ཆ་ནས་ད་ད་རྟེན་འབྲེལ་བཟང་པོ་ཞིག་ཡོད་པ་ཡིན་ད་དེའི་ཆ་ནས

དེས་ན་ཤིང་གིས་ད་ང་ཚོ་ཞིང་པའི་དབང་དུ་བཏང་བ་ཡིན་ན་ང་ཚོ་ཞིང་པའི་ཐུན་གོ་ཚོགས་འདི་གྲུ་ནས་སན་གསུམ་ཟིན་ཡིན་པ་ཡིན་ཙང་གྲོ་དེ་ང་ཚོ་དམིགས་བསལ་གྱི་གྲོ་སོ་ཕྱི་མ་ལ་ན་ལོ་ལས་ཡག་གྲོ་ཡིན་ཅི་མི་ཅི་གྲོ་བླུགས་དགོས་ཏེ་དེ་ལས་ཚིག་གི་ཆ་ནས་ཁ་ཏྲེར་སོལ་ཏེ་ཁ་གྲོ་ཟེར་གི་དེ་འདྲའི་གི་རྟགས་དེ་འདྲ་ཡོད་པ་ཡིན་ཙང་ཡིན་ཅི་མི་ཅི་གི་གྲོ་རིགས་ཀྱི་ན་ལོ་ནས་གྲོ་བླུགས་དགོས་ངེས་པར་དུ་བླུགས་དགོས་ཏེ

ད་འདི་ག་དེའི་སྒྲིག་སྟངས་འདི་ལ་ཡང་ང་ཚོ་ཁྱིམ་ཚང་གི་དཔལ་འབྱོར་འཁོས་ཀ་ཞན་ལུགས་ཐོག་ནས་སྒྲིག་སྟངས་གཅིག་དང་ཡང་གཞུང་དང་སྒེར་གྱི་ཐོག་ནས་སྒྲིག་སྟངས་ཀྱི་རིགས་གཉིས་རབ་ཀྱི་དབྱེ་བ་ཕྱེ་ནས་གསུང་གི་ཡོད་རེད། དེ་དུས་འདི་ག་དེའི་སྤྱི་དང་སྒྲིག་པའི་སྐབས་ལ་བུ་འགོའི་ཨམ་ཅོག་དེ་དང་པོ་ལ་ཡང་སྒྲིག་དེ་ཡང་གང་ལ་ཡང་དང་ང་ཚོ་ཉམས་ཤག་དང་སྨུག་རྡུང་དང་ཤག་སྒོར་མོ་དང་པིར་རྡོ་ལ་སོགས་པ་དེ་གཞི་སྒྲིག་གི་ཡོད་རེད་འགྲོ་སྟངས་བྱས་པ་ཡིན་ན། དེ་དུས་ད་འདི་སྒྲིག་པའི་སྐབས་ལ་བུ་འགོའི་ཨམ་ཅོག་དེ་ལ་ཡང་ཨ་ནི་བརྒྱད་བྱས་པ་བཅུ་བྱས་པ་བཅུ་གཉིས་བྱས་པ་ད་འདི

བྱ་མ་ཚ་གསུམ་ལ་ཡོད་རེད་ད། བྱ། མ། ཚ། ད་འདི་གས་ང་ཚོ་དུས་རྒྱུན་ཏུ་བཤད་རིགས་འགྲོ་ཡོད་པ་ཡིན་ཙང། དེའི་རྒྱུ་མཚན་འགྲིག་ཡ་དེ་མ་ཡིན་པས་ད་ང་ཚོ་ལོ་སར་ཁོ་རང་གི་ཐུན་མོང་མ་ཡིན་པའི་སྐོར་གྲ་སྒྲིག་བྱས་ཏེ་ལོ་མགོ་དང་ལོ་བུད་དང་ཆང་བུད་ལ་སོགས་པ་དེ་བྱས་དེ་ན་ཞིག་གི་དེར་ཁ་དེ་མ་ཡིན་པས་ད་ལོ་མགོ། ནི་དེ་མ་ཡིན་པས་ད། སྤྱི་ལང་གི་ང་ཚོ་དཔལ་འབྱོར་ཡག་པར་སྦྱིན་པ་ཡིན་ན་ཡང་མཚོ་བུད་ཞང་ཡང་དང། ནི་མཆོད་པ་ལྔ་ཚར་དང་ཉེ་མཆོད་ལ་སོགས་པ་དེ་འདྲས་བསྒྲིགས་ནི། ཡང་སྐོར་གྲ་རྒྱས་བུད་ཕྱི་དང་རིགས་བྱས་ཡོང་གི་ཡོད་རེད། གཙང་ཁུལ་ལ་ནི་ལོ་སར་གཅིག་རྒྱལ་བོ་ལོ་སར་དེ་ཉི་མ་གསུམ་གསུམ་ཞིག།

བསོད་ནམས་དགེ་བསྐོས་ལས་ཀ་བསྐོ་ཚུགས་ཀྱི་ཡོད་པ་ཡིན་ཙང་ཨ་ནི། དེ་ག་ཚོད་རྒྱལ་པོ་ལོ་སར་ཕེབས་ན་དང་པོ་དེ་ལས་ལོ་སར་ཚེས་པ་གསུམ་བར་དུ་བསྐོ་རྟེན་འབྲེལ་མ་འཇུག་པའི་ཆེད་དུ་ལོ་སར་བཏང་བ་མ་གཏོགས་ཨ་ནི་ཚེས་པ་བཅོ་ལྔ་བར་དུ་བཏང་གི་མ་རེད་ད་ཚེས་པ་བཅོ་ལྔ་བར་བཏང་ཡང་དེ་བསོད་ནམས་ལོ་སར་གི་ང་ཚོ་བོད་ལོ་བཅུ་གཉིས་པའི་ཚེས་པ་གཅིག་ནས་བཅོ་ལྔ་བར་དུ་བསྐོ་ལྷོད་ལྷོད་བྱས་བཏང་གི་རེད་སྐབས་དེ་དུས་ཞིང་ལས་ཀྱི་བསྐོ་བསྐོ་ཚུགས་ཀྱི་ཡོད་མ་རེད་ཕྱོགས་གཅིག་ནས་ང་ཚོ་བོད་པའི་ལོ་གསར་དང་མཛའ་ང་ཚོ་དུས་ཆེན་གྱི་རྒྱལ་པོ་ཡིན་གསུངས་པ་ནང་བཞིན་གྱི་གྲ་སྒྲིག་ཆ་ནས་རྒྱལ་པོ་ཆགས་བསྡད་ཡོད་རེད་དུས་ཡུན་གྱི་ཆ་ནས་རྒྱལ་པོ་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་ཀོ་ལོ་གསར་དངོས་ནས་ལྷོད་ལྷོད་བྱས་ནས་བཏང་ཡོད་དེ་ཕྱོགས་གཅིག་ནས་ཀོ་ལས་ཀའི་དེ་འདྲ་གལ་མེད་པ་བྱས་དེ་འདྲའི་ཐོག་ནས་རེད། ཕྱོགས་གཅིག་ནས་ཡང་ང་ཚོ་ལུང་པ་སོ་སོའི་གི་ཡང་སྲུང་བརྩི་བྱེད་སྟངས་མ་འདྲ་མེད་རེད་ཕྱིས་སུ་ང་ཚོ་འགྱུར་བ་མང་པོ་ཕྱིན་ཡོད་རེད་ད་དེང་སང་ལབ་སྟངས་བྱས་པ་ནས་བོད་ལོ་གསར་ཉི་མ་བཅོ་ལྔ་རེད་རྒྱ་གར་ལོ་གསར་ཉི་མ་གསུམ་རེད་ཨ་རིར་ལོ་གསར་ཆུ་ཚོད་གསུམ་རེད་ལབ་ན་བཞིན་ལུང་པ་སོ་སོ་སོའི་མཛའ་ང་ཁོ་དུས་རབས་དང་མཐུན་པའི་ཐོག་ནས་གོ་དོན་ཚོད་ཡོད་དང་མེད་ཀྱི་ཐོག་ནས་ཉི་མ་བཅོ་ལྔ་དང་དགུང་དང་དགུང་མོ་དང་གཙོ་དེ་ང་ཚོ་དུས་ཚོད་སོ་སོའི་ལས་ཀ་བསྟུན་ནས་གོ་སྐྱོ་དྲུག་དང་གཅིག་ཆགས་ཡོད་རེད་ད་གཞུང་འབྲེལ་གྱི་ལོ་སར་ཆ་བཞག་པའི་ཐ་ཆེ་ང་ཚོ་ཚེས་པ་གཅིག་ལ་ཡང་བླ་མ་ལོ་སར་གཉིས་ལ་ཡང་རྒྱལ་པོ་ལོ་སར་གསུམ་ལ་ཡང་ཆོས་སྐྱོང་ལོ་སར་སེ་ལ་བྷེ་ལ་སོགས་པ་དེའི་སྲུང་བརྩི་དང་དབང་ཐང་མིན་ན་བོད་ལ་ཡང་ང་ཚོ་གཞུང་འབྲེལ་གྱི་ལོ་སར་དེ་ཚེས་པ་གསུམ་རེད་ཚེས་པ་གསུམ་ལ་ཡང་ད་ཅི་ང་ཚོ་ཆོས་སྐྱོང་དང་གནས་ཆུ་ཆོས་རྒྱལ་ཆེན་པོ་སྤྱན་འདྲེན་ཞུས་ནས་སྲུང་བརྩི་བྱེད་སྟངས་དང་དེ་ནས་ཞིག་གི་གཟབ་གསོལ་དང་གྲོས་འདོན་སུ་ལོ་སར་ཚེས་པ་གསུམ་ལ་ཡང་གྲོས་ཚེས་པ་བཞི་ལ་ཡང་ཆོས་རྒྱུད་སྨོན་ལམ་ཆེན་མོའི་གདན་རྒྱག་གི་གྲ་སྒྲིག་བྱེད་ཀྱི་ཡོད་པ་ཡིན་ཙང་དེ་ནས་བྱེད་པ་ཅིག་གིས་སྨོན་ལམ་གྱི་གྲ་སྒྲིག་བྱེད་ལ་སོགས་པ་དེ་ནས་ཡོད་མིན་ཙང་གཞུང་ཁྲིད་ཀྱི་མཛད་སྒོ་དེ་ཉིན་མ་གསུམ་པ་དེ་ཡོད་མ་རེད། ལོ་སར་གྱི་བྱེད་ཡོད།
བརྩི་སྲུང་ཞེས་ལྟ་ཞིག་ནི་ང་ཚོར་བཅོལ་ཡོད་ཁ་ལོ་བར་ད་སོ་སོ་ཞིག་ནང་པ་རྒྱག་གི་ཞིག་ཡིན་པ་དང། ད་སོ་སོ་ཞིག་ནང་པ་ཞིག་རྒྱག་གི་ཡིན་པ་ཞིག་ཡིན་པའི་ངེས་གནས་ཞིག་ཁ་ལོ་བར་ད་ལོ་སར་གྱི

ཆོས་པ་སི་ཏི་སྐུ་ཨང་ཀི་དང་པོ་ཅིག་བསྒུགས་ཡོད་རེད་ཡིན་པ་ཡིན་ནའི་ད་ཕྱིས་སུ་ཡང་ང་ཚོ་ལོ་སར་གི་སྲུང་བརྩི་དེ་ནི་རྩིབ་སྤྲུལ་ཚོ་ཚོས་ད་ག་ཟེ་རི་མོ་བྲིས་པ་དང་ཤིང་གི་ལོ་ལས་བརྐོས་བརྒྱབ་བྱས་པའི་སོ་དེ་འདྲས་མ་གཏོགས་ཡང་ཆོས་པ་རང་གི་དངོས་སུ་གསར་བ་བཞག་ནས་དངོས་ནས་ཆོས་པ་དེ་གསར་བ་གསར་བ་བསྒུགས་ཡོད་རེད་བ་ཆེ་ཚོ་རྩིབ་སྤྲུལ་ཡིན་ནའི་གསར་བ་བཞག་ནས་ཕུལ་བསྒུགས་ཡོད་རེད་ད་ཉིད་ཀྱི་ཤིང་གི་བརྐོས་བརྒྱབ་པ་དེ་ད་ལོ་བཙུགས་པ་ཡིན་ནའི་ཁོ་ཆོས་པ་གས་ཆགས་གི་མ་རེད་བ་ད་ག་ཟེ་ད་སྙིང་རྗེ་བོ་དང་སྒྲིག་ཤོམ་རང་མ་གཏོགས་ཆོས་པའི་ངོ་ཆགས་གི་མེད་པ་ཡིན་ད་དེ་འདྲས་ལ་ཡང་ཡང་དེང་སང་ཕྱིས་སུ་ང་ཚོ་ལོ་འགོ་ཡིན་ནའི་རེད་རྩེ་བཀྲུ་ཡིན་ནའི་རེད་དོ་ཚོའི་ཁྲེད་ལ་ཡང་ཅི་གང་སུ་ཁར་རྫུན་མའི་རིགས་ཚེ་གོ་རེ་བས་གང་ལྟར་ཤིང་གི་བརྐོས་རྒྱས་པ་དང་རྫིག་པོ་དང་དེ་འདྲས་ཀྱི་ཅི་སྒྲིག་གཞུང་རང་གི་རྣམ་པ་སྟེར་བ་མ་གཏོགས་ཆོས་པ་རང་ལ་ཡང་ཡང་ཐུགས་བསམ་བཞེས་ནས་ཅི་འདྲས་བྱེད་ཀྱི་མེད་པ་དེ་འདྲས་ཁོ་འགྱུར་བ་འགྲོ་བཞིན་པ་དེ་རེད་སྤྱི་ཡོངས་ཀྱི་ཐོག་ནས་སུ་ཅི་དང་དང་དོད་ཚོད་བྱས་ནས་ཁོ་དོད་ཚོད་རིང་ཐུང་དང་ཁོ་ལས་ཀའི་ཐད་ལ་ཆེ་ཆུང་དང་དེ་འདྲས་ཡོང་གི་རེད་མ་གཏོགས་ལོ་སར་སུ་ཅི་དང་སྤྱི་ཡོངས་ཐོག་ནས་ཨང་དང་སྒྱོགས་ཤུགས་ཆེན་པོ་རག་ཕྱིན་ཡོད་མ་རེད།